ཨ་མ་ཐན་ཅི་བི་གིས་ད་ང་ཚོ་རྒྱ་གཞུང་ཟེར་དགོས་ར་ཨ་མ་ཐན་ཅི་བི་རྒྱ་གཞུང། ད་དེ་ན་ལ་གློ་བའི་ཕ་པ་ལ་དང་དེ་ནས་གླུ་སྒྲོག་གི་གསུང་དུ་གསུང་ཡོད་ཚོད་ན་འཇིག་གི་རེད་བ། རྒྱ་གཞུང་དུ་གསུང་ན་ལ་བྱས་ན། ད་མགོ་བདེ་ཕྱི་གཉིས་མ་ཡིན་པ་གསུང་པའི་གསུང་ཚིག་ཁ་གསལ་བོ་རེད་ད། ད་ཕ་འཐད་ཚུལ་འཐད་དེ་འདྲའི་འཐད་ཀྱི་ཡོད་ད་འཇིགས་ཤིག་རིན་འཐད་བ་ན་ཤིག། དེ་འདྲའི་མ་ཡིན་པ་བྱས་ནས་ཁ་གསལ་བོ་མགོ་བདེ་ཕྱི་གཉིས་མ་ཡིན་པ་གསུང་ས་ཚིག་གཅིག། མཐོང་རྒྱུ་ཡོད་མ་རེད་གསུང་གི་འདུག་ད། དེ་དང་པོ་གཅིག་རེད་ད། ཡིན་པ་གསུང་ས་ག་ཟིག་གོ་གི་ཡོད་རེད་ད། ལོ་ཉེ་བཞི་ཟིན་རྗེས་དེ་ལོ་འཚོ་རག་གི་རེད། དེ་ན་ཤི་རྗེས་ཙོང་ཁ་པ་ཆེན་པོའི་རྗེས་ཙོང་ཁ་པ་ཆེན་པོ་ཡ་སི་སི་ཀི་གི་གསུང་གནང་ལོ་ད། ཐེན་ཅུ་བའི་ལུས་ལ་མགོ་དེ་ཕྱི་གཉིས་མ་ཡིན་པ་གསུང་ས་གཉིས་སུ་ཕེ་གི་སེ་བོ་གསུང་ས་ཚིག་གཅིག་ཡོད་མ་རེད་གསུང་གི་འདུག་དེ་རེད། དེ་ནས་དེ་དང་མཉམ་དུ་ད་ང་ཚོ་སྡེ་གསར་གྲགས་ཟུར་གྲོས་ལུགས་གསུང་གནང་བཏང་པ་ཡིན་ན་ཡོད་རྫོགས་གི། ད་དཔོན་ཆེན་གྱི་སྲོག་ལ་གཅེས་ཤིག་ད་ནང་ང་ཚོ་བྱེད་བདེ་ར་བ་མ་གཏོགས་གཞན་པ་ཡོད་ཚོགས་ཀྱི་ཆིངས་ཡིག་ཡིན་པ་བཟུང་ངེས་ཅིག་མ་གཏོགས། ཆིངས་ཡིག་མ་ཡིན་པ་བཟུང་ངེས་ཡོད་མ་རེད། ཨ་ནི་ང་ཚོ་གྲྭ་བཟང་གིས་ད་མཁས་པིག་གི་རྒྱུན་འཛིན་ལ་སོ་ནོ་བཏང་པ་ཡིན་ན་ཡང་དཔེར་ན། དགེ་འདས་མ་ཏོ་བྷེ་རིན་པོ་ཆེ་གི་ད་ལྟ་སྟེང་ནོར་ལ་ཏི་ཡོ། འཇུས་མོ་འཕོང་གི་ག་ལེ། ཨ་དེ་རྣམས་ལ་ག་རེ་བཟོ་བ་རེད་སྟོང་ཉིས་བདུན་བཞི་པའི་རྩ་འགྲེལ་ཁུངས་སུ་དྲུང་ནས། སྟོང་ཉིད་དུ་འཇིག་པའི་རྩ་འགྲེལ་ཏེ། རང་འགྲེལ་དེ་དེ་རེད། ལྟས་གཅིག་འབྲེལ་བར་འགྱུར་བ་དེ་དོགས་མ་ནི་ལྟས་གཅིག་འབྲེལ་བར་འགྱུར་བའི་རང་བཞིན་རྒྱུད་སྟོང་ངོ་ཞེས་བྱ་བ་དེ་ཙམ་དུ་ཟད་དོ། ཟད་ཡག་ཏུ། དངོས་པོ་ཐམས་ཅད་རང་བཞིན་རྒྱུད་སྟོང་མ་ཡིན་པའི་གནས་ནོར་གྱི་རྟེན་འབྱུང་ལ་ནི་དེ་བཞིན་གཤེགས་མཚུངས་མ་མེད་པར་ངེས་པས་དེ་དོམ་པའི་རྟེན་ལ་དེ་ཟད་དོ་ཟད་དེ་བཀག་ལ། དེ་དང་ལྡན་པ་ཟད་དེ་དེ་ཙམ་མ་གཏོགས་དེ་ལས་གཞན་ཡང་མ་རེད། དགག་བྱ་དེ་དྲུག་བཀག་པས་དགེ་མེད་དགག་བཅོམ་ཞིག་མ་གཏོགས། འདི་ཁོང་ལ་སྒྲུང་ནི་ཕྱི་ཉིན་ཡིན་པར་གསུངས་ཡོད་རེད་དེ་ན་ཞིག་ད་གེ་སློང་རིན་པ་དུ་སུ་གསུང་གོ་ད་ལྟ་ལྕང་རིན་པོ་ཆེའི་བཀའ་སློབ་གནང་གི་འདུག་ཨ། ལྕང་རིན་པོ་ཆེའི་བཀའ་བཙོང་ནོ་བྱས་པ་ཡིན་ན། སེམས་ཀྱི་ཞི་བདེ་རྣམས་འདི་འདྲས་སོང་བ་རེད། མགོ་བདེ་ཕྱི་ཉིན་ཁོ་ནི་ཀྱིས་འདི་བྱ་གི་ཡོད་ད་ལྟའི་ལུང་རིང་པོ་གྲང་མོ་གོ་བྱས། དེ་ན་ཞིག་རྩ་བ་ཤེས་རབ་བཀའ་ཁྲིའི་ཟིན་བྲིས་དུ་གསུང་གནང་ལ་ཡང་མགོ་བདེ་པོས་འདི་ཕྱི་ཉིན་ཁོ་ན་བྱ་གི་ཡོད་པ་འདི་དཔེ་གསལ་བོ་འདུག་ཨ། དེ་སྲིད་འདི་བཀའ་སློབ་ད་ལྟའི་ཤུགས་ཅི་རེད་རེད་བ་རྒྱ་ཆེ་ས་ནས་གསུང་ནོ་ཐུག་ནོ་ཅི་རེད། ཨ་ནི། པཎ་ཆེན་པན་ཆེན་རིན་པོ་ཆེ་གི་ཏང་ང་ཚོ་ཏང་དངོས་གནས་རེད་དེ་པན་ཆེན་གི་ཏང་གོ་དེ་ཆེ་ཉིད་ཡིན་པའི་གི་ཐོག་ལ་དོགས་སློང་བྱེད་ངེས་དེ་ད་ལྟ་པན་ཆེན་གི་གསུང་བ་ན་བཞེས་ཀྱི་མི་འདུག་བ་ད་བཞུགས་ཁོ་ན་ཡང་བརྗེད་ཀྱི་མི་འདུག་བ་དེ་ཡོང་མ་དེ་ངའི་གནས་ཚུལ་བདེན་པ་ཆགས་དེ་བ་རེད་དེ་འདྲ་ཡིན་དེ་པན་ཆེན་རིན་པོ་ཆེ་གི་ག་རེ་ཟེར་གོ་རེད་སྤྱི་མཐའ་ཆེད་གཉིས་ཀ་རེད་ད་སྤྱི་བདེ་དང་མཐའ་ཆེད་གཉིས་ཀ་གོ་དེ་ཆེ་ཉིད་ཡིན་པའི་སྐོར་ལ་དོགས་སློང་མང་པོ་བྱས་ནས་དེ་མཐའ་དེ་ལ་སྤྱི་བདེ་གི་མཐའ་ལ་ཡོད་དཔྱད་གཞི་བཞག་ཡོད་རེད་བ་ད་དུང་མགོ་དེ་ཡིན་ན་ཆིངས་ཡིག་ཡིན་པས་ཆགས་མ་ཆགས་ལ་དཔྱད་པར་བྱའོ་ཟེར། ཅི། ཐག་གཅོད་ཀྱི་ཐག་དེ་ལ་ངེས་པ་མ་ཐོབ་པས་ད་དུང་མགོ་དེ་ཆིངས་ཡིག་ཡིན་པས་དཔྱད་དགོས་སོ་ཟེར་ཡ་དང། ཨ་ནི་པཎ་ཆེན་རིན་པོ་ཆེ་གིས་ཕག་ཤི་གི་ཐག་གཅོད་ཀྱི་དེ། བཀའ་གཏམ་པའི་མཇུག་དེ་ལ་ཡང་དང་པོ་དེ་འཁྲུལ་ནས་ཡོ་ད་ཐ་ལའི་འཁྲུལ་བྱས་ཨ་ནི་ཁོ་ཆིངས་ཡིག་ཡིན་མིན་ལ་དཔྱད་པ་མང་པོ་བྱས་བྱས། ཨ་ནི་ཐ་མ་དེ་ལ་ད་གར་སོག་པོ་རེད་དཔྱད་གཞི་མཛད་དགོས་འདུག་ཟེར། ད་ལྟའི་ཟེར་ཨར་འདྲ་ཞིག་རྒྱག་ཁ་བྱས་ན། པིན་ཆིན་གྱིས་རྒྱལ་གཞི་གཅིག་གི་གང་ལ་དཔྱད་གཞི་དཔྱད་པ་བྱའོ་ཟེར་དཔྱད་གཞི་གསུམ་འཛིན་མཁན་དེ་དེ་མ་ཐོག་ཡོད་ཀྱི་མ་རེད་སོང་གི་འདུག་ད་དེ་ཡིན་དུས་ད་ང་རོ་འདྲ་བོ་ཅིག་ཡིན་ན་སེམས་ཀྱི་འདི་ནི་མགོ་བདེ་ཕྱི་གཉིས་མ་ཡིན་པ་དེ་པིན་ཆིན་དགོངས་པ་རེ་ཆུང་ནས་བྱ་གི་མེད་ད། པིན་ཆིན་རིན་པོ་ཆེ་གི་མགོ་བདེ་ཕྱི་གཉིས་ཡིན་པའི་ཁུངས་ད་དེ་ན་ཞིག་ད་ནང་ང་ཚོ་བཤད་བསྡད་པའི་ག་རེ་ཟེར་བ་རེད། སོང་བསྡད་པའི་དེ་དཔྱད་རིམ་ནང་ལ་ཡོད་བསྡད་པ་དེ་རེད་ཁ་གསལ་བོ་ཞུ་བོ་ཅིག་ཡོད་རེད་བ་ད། དེང་འདི་རྩ་ནི་དང་མདོ་སྔགས་གཉིས་ལ་གོ། མདོ་མདོ་སྔགས་སྙིང་པོ་དེ་ལ་གོ་སངས་སྦྱིན་སྲེག་ལ་ཆད་པ་ཡོད་རེད་མ་གཏོགས་སྟོང་ཉིད་ཀྱི་ལྟ་བ་ལ་ཆད་པ་ཨ་ཡོད་མི་ཡོད་རེད་བ། དེ་ཡང་ལྟ་དགོས་དོ་དེ་འདྲའི་ཡིད་དེ་ཡིས་པན་ཆེན་རིན་པོ་ཆེ་གི་གསང་སྡེ་པའི་བསྐྱེད་རྫོགས་ཀྱི་ནང་ལ་ཆེ་ཉིད་ཡིན་པ་གསལ་པོ་གསུངས་ཡོད་རེད་ད། དེ་འདྲའི་རྗེས་ནས་ཤོག་ཚོགས་མིའི་གནས་ཚུལ་ལ་ལྟ་འོང་འདི་རེད་བ། ད་ད་ལྟ་དེ་ད་རྗེ་བཙོན་ཁང་བ་ཅན་པའི་རྩ་ཤེ་ཀྲི་ཆེན་ལ་སོགས་པ་དང་དགོན་པ་ར་སེ་ལ་སོགས་པ་དེ་ཚོ་རྣམས་ལ་གསུང་ཟིན་ལ་མགོ་སྡེ་ཆེ་ཉིད་ཞག་དེ་ཚོ་འདུག་པའི་ཁུངས་ཕལ་དུ་དཔག་ཏུ་མེད་པ་ཡོད་རེད་བ། ད་དུ་སུ་དུ་སུ་སྒྲུང་མི་གོ་བ་ཅིག་སྒྲུང་བསྐུར་ན་ད་དེ་འདྲ་སྒྲུང་ཆུ་ཤོས་ཡོད་རེད་འདི་འདྲའི་ཡི་དེའི་ཁོ་ང་རང་གི་གསུང་ཚིག་འདྲ་བོ་བྱས་ན་ཁོ་ཕྱི་ཉིན་བཞག་པ་དེ་པིན་ཆེན་རིན་པོ་ཆེའི་དགོན་པ་རེད་གསུང་གི་འདུག་ར་རྗེ་ཙོང་ཁ་པ་གཅིག་པུ་ཡ་སི་སི་ཀི་གི་གསུང་ལ་བཞག་བ་ན་ཤི་ད་རང་རྒྱལ་བའི་ལུགས་རེད་འདྲ་གི་མ་རེད་ད་འདི་ནི་ཕྱོགས་གཅིག་ལ་ཟུར་གཅིག་ལ་རང་རྒྱལ་བ་འདུག་བ་རང་རྒྱལ་བའི་གཞུང་དུ་མི་འདྲ་བ་ཡོད་རེད་ད་དེ་དངོས་གནས་རེད་དཔེར་ན་རྒྱ་བཟའ་ཐུང་ཆེ་གཅིག་མའི་རྣོ་ཤས་བཅད་པ་ཡིན་ན་མགོ་དེ་ལ་ཕྱི་ཉིན་མ་ཡིན་པའི་ཕྱག་གསུང་རང་རྒྱལ་བའི་ལུགས་ཟེར་ཡིན་ད་རྗེ་ཙོང་ཁ་པ་གཅིག་པའི་སེང་ཁྲི་བཅད་པ་ཡིན་ན། སྡེ་བཞིའི་ཁ་ཐུག་གི་སེང་ཁྲིའི་སྟག་མོའི་བཀའ་བརྒྱུད་པའི་ཕྱི་གི་ཤེལ་ས་ཀྱི་སེང་ཁྲིའི་སྙིང་ཁ་ནང་ལ་ཤོག་གཉིས་ཡོད། ཕྱི་གཉིས་ཡིན་མ་ཡིན་གྱི་ཤོག་གཉིས། མཁས་གྲུབ་རིན་པོ་ཆེ་གིས་རྟོག་གེ་སྣང་བ་ཅན་ནི་ཕྱི་གཉིས་ཡིན་པའི་ཕྱོགས་གསུངས་རེད་ད། ཐེངས་བཅུ་བའི་ལུས་སྤྱི་པ་ཀན་མ་རེད་རང་རྒྱུད་པའི་ལུས་ཅན་ན་ཡང་ཕྱོགས་གཅིག་གསུང་གི་ཡོད་རེད་བ། དེ་ཡིན་པའི་གནད་ཀྱིས་ང་ཚོ་སྡེ་གསར་གྱི་ཡིག་ཆ་ནང་ལ་ཡང་དག་རང་གི་དུམ་བུ་འདྲ་དེ་མ་གསུངས་ནས་གསུམ་ཡོད་རེད། རང་རྒྱུད་པའི་ལུས་ལ་གལ་ཆེ་ཤེས་ཏེ། དཔེར་ན་སེ་ར་མིག་གི་ཡིག་ཆ་ནི་སྤྱིར་ན་མགོ་སྟེ་ཕྱི་གཉིས་ཡིན་མ་ཡིན་སྙིང་ཁ་བཞག་གི་རེད་པན་ཆེན་གྱིས་རྨང་གཞི་གཉིས་གཅིག་གི་རྗེས་སུ་འགྲོ་ནི་མ་ཡིན་གསུངས་རེད་ཀུན་མཁྱེན་བླ་མ་འཇོན་ཤེས་པས་དཔྱད་པ་ཡིན་ན་མཐའ་གཅིག་ཏུ་མགོ་སྟེ་ཡིན་ན་ཕྱི་གཉིས་ཡིན་པའི་ཁྱབ་བསལ་ཡ་དེ། རང་རྒྱུད་བི་ལུ་ལ་ཡོད་ཟེར་གི་འདུག་ཨ། དེ་སྲིད་དེ་ག་ལ་རང་རྒྱུད་བི་ལུ་ལ་མི་འདྲ་བ་ཡོད་རེད་ད་ཐེངས་རྒྱུད་བི་ལུ་ལ་ང་ཚོ་ག་རེ་དགོས་རེད་ཟེར་ན་རོ་ཨ། ཐེངས་རྒྱུད་བི་རྒྱ་གཞུང། ཚེ་བདེ་སྐྱིད་དང་རྗེ་བཙུན་ཁ་བ་ཆེན་པོ་ཡག་སྲིད་སྲིད་འགོ་གསུག་ན་ལ་རོ་ཨ། ད་ཚེ་འབྲས་འདྲ་མ་འདྲ་རྒྱ་རྒྱུད་ཡོད་ར་སོ་སོ་སོ་སོ་འདས་པ་བཏུལ་ནས་རྒྱ་རྒྱུད་ཡོད་ར་དེ་ཁ་གསལ་པོ་ཅིག་གོ་ར་བ། ཕྱི་ཉིད་མ་རེད་ཟེར་མིང་གི་སྟངས་བོ་དེ་ནི་ཕྱི་ཉིད་རེད་མི་འདུག་ཟེར་ཡ་ཅིག་ཕྱི་ཉིད་ཡིན་པ་མང་པོ་འདུག་བ། ཕྱི་ཉིད་དེ་མགོ་བདེ་ལས་བཞག་གི་རེད་ར་བ། མྱང་འདི་མགོ་བདེ་ལས་བཞག་གི་རེད་ཟེར་འདི་ག་ཚེ་གོ་གི་ཡོད་ར་ད། ཐར་བ་མྱ་ངན་ལས་འདས་པ་ནི་དེ་བཞིན་ཉིད་དེ་ཟེར་ཡོད་རེད་དེ།

ཁོ་ཉུང་ནས་ཐོག་ནས་གཉེན་དུ་བྱས་ནས་ལྟོ་ཡ་དེ་མ་གཏོགས་ཡག་མ་རེད། ངས་དཔེ་གཅིག་བཞག་ན་དཔེར་ན་ང་ཚོ་སློབ་མ་རྣམ་དག་གི་ཆ་བྱས་པའི་ངོ་གཉིས་ཀྱི་དེ་སངས་རྒྱས་ནང་ཕན་ཚུན་ངན་སེམས་སྐྱེ་ཡི་ཟེར་ཡ་ཇི་ཡོད་རེད་བ། ཨོ་དེ་དེ་དགོས་ཡ་དེ་ག་རེ་བྱས་པ་རེད་ཟེར་ན་ཐོག་དེ་མ་གཏོགས་ལྟོ་ཡ་ཡག་མ་རེད། དཔེར་ན་སངས་རྒྱས་གཞན་པ་གཅིག་གིས་སྟོང་ཉིད་ལ་ལྟ་དེ་རྗིད་པགས་ཀྱི་ལྟོ་ནས་གོང་ནས་རྣལ་འབྱོར་ངན་སེམས་ཆགས་ནས་ཨ་ནི་ཁོ་ངན་སེམས་དང་ལྟོ་བ་ཡོད་རེད་བ་ཟེར་ན་གཙང་མ་ཉིད་ནས་ཡོད་མ་རེད་ཉུང་རྟོག་གི་ལྟོ་ན་མ་གཏོགས། དེ་ཡི་དེ་བཀའ་སློབ། བློ་རང་ཉིད། ཟབ་མོ་སྟོང་ན་ཉིད་ངེས་གསེར་དུ་རྟོགས་པའི་ཡེ་ཤེས་རང་ཉིད། བགྲོད་པ་དག་པའི་ཆ་ནས་བགྲོད་པ་དག། བགྲོད་པ་དག་པའི་སྟེང་ནས་ད་གྲོ་མ་མཆེད་ཅིག་ཟེར་ཟེར་ཡ་སྟེ། ལས་དང་ཉིན་མོ་ཟེར་བའི་ད་ལས་དང་ཉིན་མོ་རྣོ་རྟོག་ལས་དེ་དག་བཅུ་ལས་སྤྱི་བ་ན་སྟོང་པ་ཉིད་ཅིག་འགགས་པ་ཉིད་ཟེར་ཡ་སྟེ་སྟོང་པ་ཉིད་དུ་འགགས་པ་ཅིག་ཡིན་ན་འདྲ་སྟོང་པ་ཉིད་ཅིག་འགགས་པ་ཅིག་ཡིན་ན་འདྲ། ཁོ་དྲི་མ་ཟད་པའི་ཁྱད་པར་དུ་བྱས་པའི་སྒོ་ནས་རྟོགས་དགོས་ར་ལྟ། ཡིད་ཆེས་རང་ཉིད་དྲི་མ་ཟད་པའི་ཁྱད་པར་དུ་བྱས་པའི་སྒོ་ནས་རྟོགས་ན་མ་གཏོགས།

ཨ། རྣམ་གྲོལ་རླངས་ཀྱི་སྟེང་གི་ཆོས་ཉིད་དང། རྣམ་གྲོལ་རླངས་ཁོ་རང་སྟེང་ལ། རྣམ་གྲོལ་རླངས་ཀྱི་སྟེང་གི་དྲི་མ་བསལ་བའི་ཟད་པ་སོགས་གོག་ལྡན་ཟེར་བ། དེ་གཉིས་ཡོད་དེ། ད་དོགས་པ་ཐ་དད་ཡོད་པ་ཆ་བཞག། དེ་རེད། རྟོགས་ཚུལ་ཐ་དད་ཡོད་རེད་ཡོད་མ་རེད།
དགག་བྱ་ཡོད་རེད་ཡོད་རེད། དགག་བྱ་དགག་བྱ། དགག་བྱ་ཡོད་རེད་དགག་བྱ་གཉིས་སྟེང་གི་ཕྱི་ཉིད་དེ་མགོ་བདེ་ཆགས་དེ་བ་རེད། ཅིག་ཤོས་དེ། དགག་བྱ་སྤྱི་སྟེང་རེད་སྤྱི་གཤིས་དེ་དགག་བྱ་སྤྱི་སྟེང་གི་ཕྱི་ཉིད་ཡིན་ན་ཕྱི་ཉིད་སམ་ཆ་གོ་བ་རེད། བྱས་ཙང་དེ་འདྲ་མི་དགག་བྱ་དགག་བྱ་གཉིས་ཡོད་རེད་ད་ཕྱི་ཉིད་ལ།
དགག་བྱ་གཉིས་ཀ་ཡོད་རེད་ཡོད་མ་རེད། ཀ་ཡོད་རེད། རྣམ་གྲོལ་རླངས་མི་དགག་རྣམ་གྲོལ་རླངས་ཀྱི་སྟེང་གི་ཆོས་ཉིད་དེ།